སྤོ་ལོའི་མདུན་དུ་སྐད་བཏང་བ་དང་ཁྲོན་དཔོན་གྱིས་སྤྱི་ཆོས་ལ། ཁྱོད་ནི་ང་ཚོའི་ལུང་པ་ཡིས་མགོ་ཁྲིད་ཡག་པོ་དང་གཞན་ཚོགས་མང་ལ་སེམས་པ་ཡག་པོ་བྱས་ནས་ལུང་པ་ཡག་པོ་བྱ་མཁན་ཞིག་ཡོད་ཙང་ང་ཚོས་ཁྱོད་ལ་སྣང་འདྲ་ཟོས་འདོད་མི་འདུག་ཡིན་ན་ཡང་ད་ལྟ་ཅུང་ཙམ་རིང་ལ་ང་ཚོ་ལ་ཟིན་རོགས་ཅེས་ཞུས་པ་རེད། པོ་ལུ་ནོས་ཡི་ཀུན་ཏུ་ཡ་ཧུ་དཱ་པ་ཐམས་ཅད་ཀྱི་ནང་ནས་རྣོ་སྦྲ་ཆེ་ཤོས་དང་ཟན་ཆ་བླངས་མཁན་གཙོ་བོ་ཞིག་རེད། ཁོང་ནི། ན་ཛི་རཱ་པ་ཡེ་ཤུ་ཡི་རྗེས་འཇུག་པ་རྣམས་ནས་དགུ་པ་ཞིག་ཡིན་པ་དང། དེས་མ་ཟད་ཁོང་ཆེ་གོང་ཆེན་པོ་ལ་ཡང་ནས་མི་གཙང་བ་བཟོ་བའི་ཐབས་ཤེས་བྱེད་ཀྱི་ཡོད་ཙམ་ང་ཚོས་ཁོང་འཛིན་བཟུང་བྱས་པ་ཡིན། ཁྱེད་ཀྱིས་བོ་ལུའུ་རོང་ལ་སྐད་ཆ་དྲིས་དང། ང་ཚོ་ཁོང་ལ་གཅེས་འཛུགས་བྱེད་པ་དེ་བདེན་པ་ཡིན་པ་ཁྱེད་ཀྱིས་ཧ་གོ་གི་རེད་ཞེས་ཤོད་པ་རེད། དེ་ནི་ཡ་ཧུ་དཱ་པ་གཞན་རྣམས་ཀྱིས་ཀྱང་གཅེས་འཛུགས་དེ་ལ་ཁས་བླངས་པ་རེད། དེ་ནི་སྤྱི་ཁྱོད་ཡིས་བོ་ལུའུ་ལ་སྐད་ཆ་བཤད་དགོས་པའི་བརྡ་བཏང་བ་དང་བོ་ལུའུ་ཡིས། ཁྱེད་ནི་ལོ་མང་པོ་རིང་ལ་མི་རིགས་འདི་ཡི་ཁྲོད་འཕེན་བྱས་ཡོད་པ་ངས་ཧ་གོ་ཡིས་དེར་བརྟེན་ང་དགའ་པོ་ངོ་ནས་ང་ལ་ནད་པ་མེད་པའི་སྦྱིན་སྲེག་དེས་ངས་ཁྱེད་ལ་གསལ་བཤད་བྱེད་ཀྱི་ཡིན། ང་སྣེ་འཁོར་བྱེད་པའི་ཆེད་དུ་ཡེ་རུ་ཤ་ལམ་ལ་སླེབས་ནས་ཉི་མ་བཅུ་གཉིས་ལས་མ་འགོར་བར་ཁྱེད་ཀྱི་ལས་སླ་པོ་ངོ་ནས་མཁྱེན་ཐུབ་ཀྱི་རེད། ངའི་ཆོས་ཁང་ཆེན་མོ་དང་ཡང་ན་ཡ་ཧུ་དཱ་པ་ཡི་ཆོས་ཁང་ཚང་མ་དེ་བཞིན་དུ་དྲུང་ཆེ་ཡི་ནང་དུ་མེ་བསྲེགས་དང་ཡང་ན་རྩེད་ལེན་བྱེད་པའམ་ཟིང་ཆ་སློང་བ་སོགས་ཁོ་ཚོ་ཡིས་མ་མཐོང། ཁོ་ཚོ་ད་ལྟ་ང་ལ་གཅེས་འཛུགས་བྱེད་པ་དེ་ཁོ་ཚོ་ཡིས་ཅུང་ཟད་ར་སྤྲོད་བྱེད་ཐུབ་གི་མ་རེད། ངས་ཁྱེད་ལ་བདེན་པ་ཞིག་ཞུ་གི་ཡིན། ང་ཚོ་ཡི་མི་འབུ་ཡི་དཀོན་མཆོག་ལ་ངས་སྣེ་ཁོག་ཞུ་གི་ཡོད། ལུས་རྟེན་པ་རྣམས་ཀྱིས་མདོག་ནང་དུ་བྲིས་ཡོད་པའི་སྐར་གྲངས་ཚང་མ་ངས་སྲུང་གི་ཡོད། ང་གཙོ་བོ་ཡེ་ཤུ་ཡི་རྗེས་འཇུག་པ་ཞིག་ཡིན། ཡིན་ན་ཡང་མི་དེ་ཚོ་ཡིས་གཙོ་བོ་ཡེ་ཤུ་ཡི་རྗེས་འཇུག་པ་རྣམས་ལ་ངོ་ལོག་པ་ཞིག་ཟེར་ནས་གཅིག་མཚུངས་བྱེད་ཀྱི་འདུག་ཁོ་ཚོ་ཡིས་དཀོན་མཆོག་ལ་རེ་བ་དང་དད་པ་བྱེད་པ་ནང་བཞིན་ངས་ཡང་བྱེད་ཀྱི་ཡོད། ངའི་བཟོ་ལྔའི་སྙིང་ག་ནས་འཆི་བ་ནི་སླར་ཡང་སྲིན་བུ་བཤམས་པ་དེ་ནི་བདེན་པ་ཡིན་པ་ངས་ཧ་གོ་གི་ཡོད། དེ་འདྲ་སོང་ཙང་ངས་དཀོན་མཆོག་དང་མིའི་སྙིང་ག་ཡི་སྟེང་དུ་ལས་ངན་གང་ཡང་བྱེད་མྱོང་མེད། ང་ལོ་ཁ་ཤས་རིང་ཡེ་རུ་ཤ་ལམ་དང་ཐག་རིང་དུ་གནས་ཡོད་མཚམས་དེའི་རྗེས་སུ། ངས་ཡེ་རུ་ཤ་ལམ་ནང་དུ་སོ་སོའི་མི་རིགས་སྐྱོ་པོ་རྣམས་ལ་ཟ་སྦྱིན་པ་གཏོང་བ་དང་མཆོད་པ་འཕེལ་བའི་ཆེད་དུ་ཡོང་བ་ཡིན། ཁོ་ཚོ་ཡིས་ང་མཐོང་དུས་ངས་མཆོད་ཁང་ནང་དུ་མཆོད་པ་འཕེལ་བཞིན་ཡོད། དེ་དུས་སྐབས་སུ་མི་ཚོགས་མེད་ལ་ངས་མཆོད་ཁང་ནང་དུ་རྣོ་སྒྲ་ཡང་གང་ཡང་བཟོ་མེད། ངས་ལས་ངན་བྱས་ནས་ན་ནས་ཕོ་དགོ་པ་དེ་ཡ་ཧུ་དཱ་པ་དེ་ལ་སྐད་ཆ་བཤད་དུ་བཅུག། ཅི་བྱས་ན། ངའི་འཆི་བ་ནི་ལྷ་ཡང་སྲིན་པོ་ཞང་ཡ་ལ་ཡིད་ཆེས་ཡོད་གསུང་བ་དེའི་རྐྱེན་གྱིས་ཁོ་ཚོ་ང་ལ་གཅེས་འཛུགས་ཀྱི་ཡོད་པ་དེ་ཡོད་སྲིད་ཀྱི་རེད། བྷི་ལིག་གིས་གཙོ་བོ་ཡེ་ཤུ་ཡི་ཐང་ལམ་སྐོར་ལ་ཡག་པོ་ཞིག་ཧ་གོ་གི་ཡོད། ཁོང་གིས་ཚོགས་འདུའི་མཚམས་བཞག་སྟེ། དམག་མིའི་ཆུ་ཤུལ་དེ་དེ་ལ་སླེབས་ནས། ངས་ཁྱེད་ཀྱི་འཁྲུངས་ཐག་གཅོད་དགོས་ཞེས་གསོལ་བ་རེད། དེ་ནས་ཁོང་གིས་དམངས་དཔོན་ལ་པོ་ལོ་ལ་ནན་པོ་བྱས་ནས་གསུང་མི་དགོས་པ་དང་ཁོང་ལ་ལྟ་སྐྱོང་བྱེད་མཁན་རོགས་པ་རྣམས་ཀྱང་བཀག་འགོག་བྱེད་མི་དགོས་ཞེས་པའི་བཀའ་གནང་བ་རེད། ཉི་མ་ཁ་ཤས་རྗེས་ལ་ཕི་ལིག་དང་ཁོང་གི་སྐུ་ཟླ་ཡ་ཧུ་དཱ་ཡིན་པའི་སྒྲོ་སི་ལགས་ཡོང་ནས་པོ་ལུ་སྐད་བཏང་བ་དང་པོ་ལུ་ཡིས་ཁོང་གཉིས་ལ་གཙོ་བོ་ཡེ་ཤུ་མ་ཤི་ཀ་ལ་ཁོང་རང་ཉིད་ཀྱིས་དད་པ་བྱེད་པའི་སྐོར་བཀའ་གསུངས་པ་རེད། པོ་ལུ་ཡིས་གྲོང་སྡེ་དང་རོང་ཚེ་སེམས་པདྨ་ཧོ་ཁྲུང་ཆོས་སྐྱིད་ཀྱི་སྐོར་བཀའ་བཤད་པ་དང། ཀླིག། དེའི་ཐེག་པ་དང་ཞེན་ནོ་བཅས་ནས་ཁོང་ལ། ད་འགྲིག་སོང། ཕར་སོང། དུས་ཚོད་བྱུང་ན། ངས་ཁྱེད་ཡོང་རྒྱ་སྐད་བཏང་གོ་ཞེས་གསུངས་པ་རེད། ཀླིག་གིས་སྤོ་ལོ་ནས་དངོས་ར་བའི་རུ་བ་བྱས་ནས་ཁོང་ལ་ཐེངས་མང་པོ་སྐད་བཏང་ནས་མཉམ་དུ་སྐད་ཆ་བཤད་པ་རེད། ལོ་གཉིས་འགོར་བའི་རྗེས་སུ་སྤྱི་ཆོས་གསར་པ་ཞིག་བཀོད་པ་དང་ཡིན་ནའི་ཡང་སྤྱི་ཚོས་ཕུ་ལིག་གིས་ཡ་ཧུ་དཱ་པ་རྣམས་ལ་དགའ་བོ་བྱས་ཡོད་ཙང་པོ་ལུ་མུ་ཐི་ནི་བརྩེ་ཁོང་ལ་བཞག་པ་རེད།